རྩ་བའི་ད་ང་ཚོ་ཕྱི་འཐེན་ལྷན་ཚོགས་ཀྱི་ལས་དོན་འདི་ཚོ་ད་ཁྲིམས་སྒྲིག་གཞི་བཟུང་ཕྱག་ལས་གནང་དགོས་གལ་ཆེ་ཆགས་བསྡད་རེད། ནི་དེའི་ཐོག་ནས་ད་ང་ཚོ་སྐབས་བཅུ་བདུན་སྐབས་སུ་ང་ཚོ་ལོ་ལྔ་གི་ལས་འཆར་གྱི་ད་ལྟ་ཨེན་ཀྲི་ཨའི་མཉམ་དུ་ང་ཚོ་དེབ་བཅུ་བཟོས་ཡོད་རེད་ད་ཐོབ་བཞུགས་གི། ད་དེ་ཐོག་ནས་ང་ཚོ་ཅི་ཤར་གཞི་བྱས་ནས་འོང་ལོ་ལྔའི་ནང་ལོགས་ལས་མི་སེར་ག་རེ་བྱེད་དགོས་ཡོད་མེད་དེ་ཅི་བཟོས་ཡ་རེད་ཨ་ནི་ད་ནང་བཞིན་གྱི་ད་ང་ཚོ། ཁྲིམས་བཟོའི་ལས་དོན་གྱི་ཐོག་ལ་ཡར་རྒྱས་གཏོང་དགོས་ཡ་ག་རེད་དོ། དེ་དང་ཆབས་ཅིག་ང་ཚོ་ཕྱི་དོན་གྱི་ལས་དོན་ཅིག་དེ་ད་ཕྱི་རྒྱལ་གྲོས་ཚོགས་མཉམ་དུ་འབྲེལ་བ་བྱེད་ཡ། ང་ཚོ་གྲོས་ཚོགས་བོད་འདི་ཇོ་ཤོར་ཚོགས་ཆེན་འཚོགས་ཡ་དེ་ཚོ་ཐོག་ལ་ད་ང་ཚོ་ད་ཚོགས་ཚོགས་མཉམ་དུ་གོ་བསྡུར་བྱས་ནས་ང་ཚོ་རིམ་པས་དེའི་ཐོག་ལ་ཕྱག་ལས་གཏོང་དགོས་ཡ་གལ་ཆེ་གི་ཆགས་བསྡད་རེད། ད་ཚོགས་ཚོགས་ཚོགས་མཁན་དེ་གཙོ་བོ་ང་ཚོ་གྲོས་ཚོགས་གཙོ་སྐྱོང་བྱེད་མཁན་རེད། དེའི་ནང་ད་མཉམ་རུབ་བྱེད་མཁན་དེ་ད་ནང་བཞིན་གྱི་གྲོས་ཚོགས་ཀྱི་འཐུས་མི་རྣམ་པ་རེད་ནས་འཛིན་བྱུང་རེད་ད་ང་ཚོ་ཚོགས་མ་དུ་འབྲེལ་བ་ཆགས་བསྡད་རེད་དེ་ད་ང་ཚོ་ལོ་ལྔ་དེ་དངོས་གནས་ཀྱི་ད་བྱས་པའི་རྩ་དོན་གྱི་ཐོག་ལ་ཐུགས་ཕན་སོས་པ་ཡག་པོ་བྱུང་བས་ཀྱི་ད་ང་ཚོ་རེ་བ་དེ་འདྲ་ཞུ་ཡོད། ད་སྐབས་བཅོ་བརྒྱད་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་ལ་ཡག་དམ་འབུལ་ཡོང་ཡས་ཏེ་ད་གཙོ་བོ་དབུས་གཙང་རྒྱ་ཆེ་མང་ཚོགས་ཐོག་ནས་ཚད་མཐོ་པོའི་གྱི་ཁ་སོ་རས་དབུས་གཙང་སྤྱི་འཐུས་སུ་བདམས་ཐོན་བྱུང་བ་དང་སྒོས་སུ་ད་ཚོགས་གཙོའི་རེ་བ་བྱེད་དེ་ངས་མང་པོ་བྱུས་ཡོད་པ་ནང་བཞིན་གྱི་ཨ་ནི་བཀུར་འོས་སྤྱི་འཐུས་རྣམ་པའི་ཐོག་ནས་ཀྱི་མང་མོས་ཀྱི་ཐོག་ནས་ཁ་སོ་རས་རེ་བ་བྱས་པ་དེ་གྱིས་རྒྱལ་ཁ་ཐོབ་པ་ཅིག་རེད་དེ་ཡིན་པ་ཡིན་ནས་དེ་ལས་ཆེ་བ་ཅིག་ཨ་ནི་སོ་སོའི་མཁྲེགས་དཔལ་གང་ལ་སླར་ཡང་ལོ་ལྔ་ཨ་ནི་འགན་འཁུར་གྱིས་ཨ་ནི་ཇུས་འགོག་དེ་བསྐལ་བ་ཅིག་ཆགས་བསྡད་ཀྱི་ཡོད་རེད་དེ་ཡིན་དུས་ད་ཚོགས་གཙོ་ཡིན་པའི་ཆ་ནས་གཙོ་བོ་དེ་ཨ་ནི་གྲོས་ཚོགས་སྟངས་འཛིན་བྱེད་དེ་རེད། གྲོས་ཚོགས་སྟངས་འཛིན་འདི་ཡང་ཨ་ནེ་ཅིག་ཁ་སོ་རེད་ད་གྲོས་ཚོགས་ནང་ལོག་ལི་ཡ་ཨ་ནེ་ལས་དོན་ག་འདྲེ་ཅིག་བྱས་པ་ཡིན་པ་ཡིན་ནའི་གལ་ཏི་ཨ་ནེ་ཁྲིམས་སྒྲིག་དགོངས་དོན་གི་མང་ཚོགས་ཀྱི་ཆ་མཐོང་སླེ་བའི་གི་ཨ་ནེ་ཅིག་ཅིག་ཡོང་ཡས་ལི་ཡ་ཨ་ནེ་ཚོགས་གཙོ་ཅི་དགོས་གི་སྟངས་འཛིན་གི་ཐོག་ནས་འགྲོ་ཐུ་ཡས་ཡོད་མ་རེད་དེ་ཡིན་དུས་ས་ནས་དེ་ལི་ཡ་ཨ་ནེ་སྤྱི་འཐུས་ཡོངས་རྫོགས་གི་དེ་ལ་མཉམ་རུབ་དང་ཨ་ནེ་ཚོགས་གཙོའི་སྟངས་འཛིན་ལི་ཡ་ངོས་ཤེས་དང་གདེང་འཇོག་དེ་དགོས་གི་ཡོད་རེད་ཤེས་བྱས་ཞུ་ཡས་ཡིན་དེ་ཡིན་དུས་ད་ལྟའི་ཆར་ལ་ཡ་ད་བོད་ནང་གི་གནས་སྟངས་དེ་ནི་ཇེ་ཞན་ཇེ་སྡུག་ཏུ་ད་ཅིག་རང་ལུས་མེར་བསྲེགས་བཏང་ཡས་ཀྱི་གོ་ཡུལ་ཙམ་ཡས་མེད་པ་ཇེ་ཆེར་ནས་སོ་སོའི་གི་ཆོས་དང་རིག་གཞུང་འགྲོ་བ་མིའི་ཐོབ་ཐང་ཞེ་ད་བར་ཆ་ནི་སོ་སོའི་སྤུ་གུ་ཡན་ཆད་ཁྲིད་ལ་ཉན་ཡས་མེད་པའི་གི་གནས་སྟངས་ཀྱི་རྫ་དྲག་དེའི་སྐབས་ལ་ཡ་ང་ཚོའི་གི་གྲོས་ཚོགས་ཀྱི་ཐོག་ནས་ཁྲིམས་སྒྲིག་གཙོ་བོར་བཟུང་པའི་གི་འཛིན་སྐྱོང་ལ་སྟངས་འཛིན་བྱས་པ་ཙམ་མ་ཡིན་པའི་གི་བོད་གི་བདེན་མཐའ་གསལ་ཡས་ཐོག་ལ་ཡ། བོད་རང་བཙན་ཡིན་པའི་གི་ཨ་ནི་ལྟ་གྲུབ་དེ་གཞི་མར་བཞག་ནས་ཨ་ནི་གཏན་ལ་ཕབ་པའི་སྲིད་བྱུས་དབུ་མའི་ལམ་གྱི་ཐོག་ནས་རྒྱལ་སྤྱིའི་ཁྱོན་ཡོངས་ལ་ཡང་བོད་ཀྱི་གནས་བབ་དེ་ཁྱབ་སྤེལ་བྱེད་ཡས་དང་བོད་ཀྱི་གནས་བབ་ལ་ཡང་ཨ་ནི་ག་སོགས་རེད་ད་གདེང་འཇོག་དང་ཨ་ནི་རྒྱབ་སྐྱོར་རག་ཡས་ཐོག་ལ་ཡང་ཨ་ནི་ང་ཚོ་ཚང་མས་གི་ནུས་པ་བསྒྲིམ་དགོས་ཡས་ཅིག་ཆགས་གི་རེད་བསམ་གི་འདུག། ད་ང་དེ་རྒྱལ་རབས་བཟོ་ཟེར་ཡས་དེ་ང་ཞིབ་ཅིག་གའི་ཡིད་ཆེས་སུ་ཡོང་མ་རེད། ཁ་ཚིག་སྙན་མ་ཨ་ནི་སྐབས་བཅུ་བདུན་པའི་སྐབས་ལ་ཡ་ཀོ་ངོ་ལ་ཡ་ཉི་ཤུ་རྩ་གསུམ་དང་ང་ལ་ཉི་ཤུ་རྩ་གཉིས་རེད་དེ་རིང་དེ་ལ་ཨ་ལོག་ཤི་རྒྱབ་བྱས་ཨ་ནི་ང་ལ་ཡ་ད་ཚོགས་གཙོ་ལ་ཡ་གྲངས་ཀ་དེ་དེས་མ་ང་རུ་བྱུང་བ་རེད་ཡང་འདི་ཚོགས་གཙོ་ཚོགས་གཞོན་དེ་མཉམ་འདུས་ཀྱི་འགན་རེད་དེ་ཡིན་དུས་ཚ་ནས་ཅིག་བུད་མེད་ཅིག་ཡར་སླེབས་པ་དེ་གིས་ག་རེ་མཚོན་གྱི་ཡོད་རེད་ཞུས་པ་ཡིན་ན་བོད་ལ་ཡ་ཨ་ནི་བོད་ཀྱི་བུད་མེད་ཀྱི་འཛིན་སྐྱོང་དང་ཆབ་སྲིད་ནང་ལ་ཡ་ད་ཆ་ཤས་ནམ་ཡང་ལས་མྱོང་ཡོད་མ་རེད་ཨ་ནི་ད་ལྟའི་ཆ་ལ་ཡ་ད་བཙན་བྱོལ་ལ་སླེབས་རྗེས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བརྒྱ་ཆ་ལྔ་བཅུ་དེ་བུད་མེད་ཡིན་པའི་ཆ་ནས་བུད་མེད་ཀྱི་ཨ་ནི་ཁ་སོ་རེད་ད་བོད་དགྲ་དེ་དང་བུད་མེད་ཀྱི་དགོས་འདུན་དེ་གས་ཨ་ནི་བཤད་ས་ཡོད་པའི་སྡིངས་ཆ་ཞིག་དགོས་ཀྱི་རེད་ཟེར་རྗེས་ཨ་ནི་ས་མིག་ཟུར་བཅད་ཀྱི་ཆོལ་ཁ་རེ་རེའི་ནང་ལོགས་ལ་ཡང་ཡོད་པ་གཞི་བཟུང་གིས་ཨ་ནི་ཕྱི་དུས་སུ་ཕེབས་བསྡད་པ་གཅིག་དང་ད་དེ་རིང་གི་ཆ་ལ་ཡང་ཨ་ནི་བུད་མེད་ཀྱི་ཚོགས་གཙོ་སླེབས་པ་དེས་ཀྱིས་བུད་མེད་ན་གཞོན་རྣམས་དང་བུད་མེད་ཨ་ནི་གཅིག་ང་རང་ཚོའི་སྤྱི་ཚོགས་ལ་ཡོད་པ་ཚོས་ཀྱིས་ཨ་ནི་གཅིག་སོ་སོའི་ཀྱི། སེམས་ཀྱི་འདུན་པ་དང་ཨེ་ནི་ཅིག་སོ་སོའི་གི་སེམས་ཀྱི་ནང་ལོགས་ལ་ཡང་དམ་བཅའ་བཞག་པ་ཡིན་ན་ཨེ་ནི་ཐོ་ཅིག་ཚོགས་གཙོའི་གི་ཨེ་ནི་གདན་ཐོབ་བར་དུ་འགྲོ་ཡས་གི་གུ་ཡུས་གུ་སྐབས་ཅིག་འདུག་བསམ་པས་གི་ངས་དེ་འདྲ་ཅིག་རེ་བ་ཅིག་བཞག་ཐུབ་གི་ཡོད་རེད་བསམ་གི་འདུག།